དེ་རིང་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་སྤྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་མོ་དེ་ལ་ཡ། བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་བཞུགས་སྒར་གངས་ཅན་སྐྱིད་གཤོངས་སུ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་དབུས་པའི་ཕྱག་སྦྲེལ་བཀའ་བློན་རྣམ་པ་དང། དེ་བཞིན་གྱི་བོད་མི་མང་སྤྱི་འཐུས་ཚོགས་གཙོ་སྦྲེལ་པོས་དབུས་པའི་སྤྱི་འཐུས་རྣམ་པ་ལྷན་འཛོམས་ཐོག་ནས་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཞི་པ་དེ་དབུ་འཛུགས་གནང་སོང་བ་དང། ལྷག་པར་དུ། སྤྱི་འཐུས་ཚོགས་གཙོ་མཁས་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཚོགས་འདུ་དབུ་འབྱེད་ཀྱི་གསུང་བཤད་དེའི་ཐོག་ནས་རྒྱ་ནག་གཞུང་ནས་བོད་ནང་གི་རྫ་དྲག་གནས་སྟངས་ཐོག་ལ་ཡ་འགན་འཁུར་ལེན་འདེབས་གང་ཡང་མེད་སྟབས། ཡོང་རྒྱུ་བདེ་བའི་ཏང་གི་ཚོགས་ཆེན་བཅུ་དགུ་འདིའི་ཐོག་ནས་བོད་ཀྱི་གནད་དོན་གསལ་ལ་ཡ་དགོངས་པ་བཞེས་གནང་གལ་ཡིན་པ་གསུངས་གནང་ཡོད་པ་རེད། སྤྱི་ཟླ་དགུ་པའི་གྲོས་ཚོགས་འདི་ལ་ཡ་ལེ་དོམ་གྲོས་ཚོགས་ཞེས་གསུང་སྲོལ་ཡོད་པ་ལྟར། ཕྱི་ཚེས་ཉེར་གསབ་བརྒྱད་བར་ལ་ཡ་འཚོགས་རྒྱུ། ཐེངས་འདིའི་གྲོས་ཚོགས་ཀྱི་ཨ་ནི་ལས་ཉིན། དགུ་འདིའི་རིང་ལ་ཡ་རྐང། བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་དང་བཅས་པའི་སྤྱི་ལོ་ཉིས་སྟོང་བཅུ་དྲུག་བཅུ་བདུན་ལོའི་ལོ་འགོ་ལས་བསྡོམས་སྐོར་ལ་ཡ་ཆགས་ཀྱི་ཡོད་རེད། སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཞི་པ་དབུ་འཛུགས་ཞུས་པའི་གསལ་བསྒྲགས་གནང་ཡོད།
སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་གྲོས་ཚོགས་འཐུས་མི་རྣམ་པ་ཟླ་བ་དྲུག་རྗེས་སླར་ཡང་འདུ་འཛོམས་བྱུང་བར་འཚམས་འདྲི་དང་སྦྲགས། ཚོགས་འདུ་དབུ་འཛུགས་ཀྱི་གསུང་བཤད་དེའི་ཐོག་ནས་གྲོས་ཚོགས་འཐུས་མི་རྣམ་པས་འདས་པའི་དུས་ཡུན་དེའི་རིང་ལ་བོད་རྩ་དོན་སྤྱི་དང་དེ་བཞིན་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་བདེ་སྡུག་སོགས་ཀྱི་ཐོག་ལ་ལས་དོན་རྒྱ་གང་ཆེ་གནང་ཡོད་པ་བསྔགས་བརྗོད་དང། ད་དུང་ད་རེས་ཀྱི་གྲོས་ཚོགས་འདིའི་ཐོག་ནས་འཐུས་མི་རྣམ་པས་དགོངས་པ་ཆེ་བཞེས་ཐོག་ནས་མུ་མཐུད་འགན་འཁུར་བཞེས་གནང་རྒྱུའི་སྐོར་ལ་གསུངས་གནང་སོང་བ་མ་ཟད། ལྷག་པར་དུ་བོད་དང་རྒྱ་ནག་དེ་བཞིན་བོད་ཐོག་རྒྱལ་སྤྱིའི་རྒྱབ་སྐྱོར་སོགས་ཀྱི་སྐོར་དང་འབྲེལ་འདས་པའི་དུས་ཡུན་དེའི་ནང་བོད་ནང་གི་བོད་མིའི་འགྲོ་འདུག་སྤྱོད་གསུམ་དང། ཆོས་དད་རང་དབང་སོགས་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་འགྱུར་བ་མེད་པར་རང་ལུས་མེར་སྲེག་མུ་མཐུད་ཡོང་བཞིན་ཡོད་སྟབས། རྒྱ་ནག་གཞུང་གི་འགོ་ཁྲིད་ཚོས་ཏང་གི་ཚོགས་ཆེན་བཅོ་དགུ་པ་དེའི་ཐོག་ནས་དབུ་མའི་ལམ་གྱི་ཐོག་ནས་བོད་ཀྱི་གནད་དོན་དེ་སེལ་དགོས་གལ་ཡིན་པ་གསུངས་གནང་སོང། ཉིས་སྟོང་དགུ་ནས་བཟུང་སྟེ་ད་ལྟ་རང་ལུས་མེར་སྲེག་གནང་མཁན་བརྒྱ་དང་བཞི་བཅུ་ཞེ་དགུ་ཙམ་བྱུང་བ་རེད། ཁོང་རྣམས་ལ་མངོན་འདོད་གཞིར་བཟུང་གི་ཐོག་ནས་རྒྱ་ནག་གཞུང་གིས་དེའི་ཐོག་ལ་གཏོར་བཤིག་དང་ཨ་ནེ་དེའི་ཐོག་ལ་ཆེས་འགན་འཁུར་བའི་ཐོག་ནས་ལན་འདེབས་ཚོད་འཛིན་གྱི་གང་ཡང་གནང་ཡོད་མ་རེད། ཡིན་ནའང་ད་ང་རང་ཚོ་རྒྱ་ནག་གཞུང་གིས་བོད་ནང་ལོགས་ཀྱི་ད་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་རེད་ནས་ཁོར་ཡུག་གི་གནས་སྟངས་རེད། ཆོས་དད་རང་དབང་གི་གནས་སྟངས་རེད། དེ་ག་ནང་བཞིན་གྱི་འགྲོ་འདུག་བཤད་གསུམ་གྱི་རང་དབང་རེད། དེ་ཚོ་སྨྲས་བ་གསལ་པོ་རེད། དེ་ཡིན་དུས་ད་ཉེ་ཆར་ཨ་རིའི་ཕྱི་སྲིད་ཀྱི་བརྙན་འཕྲིན་ནང་ལོགས་ལ་ཆོས་དད་རང་དབང་མེད་པའི། གནས་ཚུལ་གསར་བརྟན་གནང་བ་རེད་དེ་ག་ནང་བཞིན་གྱི་འགྲོ་མིའི་རྒྱ་ཆེའི་གྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་མིའི་ཐོབ་ཐང་གི་ལྷན་ཚོགས་ཚོགས་འདུ་རིམ་པ་ནང་ལོགས་ལ་ཡང་གླེང་སློང་བྱུང་བ་རེད་དེ་ཚོ་གླེང་སློང་བྱུང་ཕྱོགས་དེ་དངོས་གནས་ཀྱི་དོན་ལ་གནས་པ་ཆགས་བསྡད་རེད་དེ་འདི་དེ་འདྲས་ཀྱི་ཐོག་ནས་རྒྱ་ནག་གིས་བོད་ཀྱི་དཀའ་རྙོག་དེ་མ་བསལ་བར་དུ་གནས་ཐུབ་ཡ་མེད་པ་དེ་གསལ་པོ་རེད་ཡིན་ན་ད་ད་འདིའི་འགོ་ཁྲིད་སྲིད་འཛིན་ཞི་ཅིན་ཕིན་རེད་ད་འབྱུང་འགྱུར་ཏང་གི་ཚོགས་ཆེན། ཐེངས་བཅུ་དགུ་པ་འཚོགས་ཀྱི་ཡོད། དེའི་རྗེས་ཀྱི་རྗེས་འབྲེལ་གྱི་ད་ང་ཚོ་འགོ་ཁྲིད་ཡོང་མཁན་ཐོག་ནས་དགོངས་པ་ཟབ་རྒྱས་གནང་ཡ་སྐྱིད་དང། ལྷག་པར་དུ་ད་ང་ཚོ་བོད་བོད་དོན་གྱི་ཐོག་ལ་དངོས་གནས་ཀྱི་བཤད་བཞིན་ཡོང་ཡ་དང། ང་ཚོ་ཤངས་རིན་པོ་ཆེ་དགོངས་བཞིན་རེད་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཇུས་ལོངས་ཤོག་དབུ་མའི་ལམ་གྱི་ཐོག་ནས་བོད་རྒྱ་འབྲེལ་མོ་ཡོང་ཡ་ལ་ནི་དགོངས་པ་ཁྱེད་ཀྱིས་ཞུ་དགོས་གལ་ཆེན་པོ་རེད་ཟེར་ནས་དེ་རིང་བདེ་སྐྱིད་ས་འདེད་ཞུ་ཡ་ཡིན། ཁྱད་པར་དུ་སྤྱི་འཐུས་ཚོགས་གཙོ་མཆོག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལྟ་གུང་ཁྲང་མཐོ་བོ་དེ་ལྟར་ཕེབས་པའི་དུས་མཚམས་སུ་ང་ཚོ་ཚང་མས་མགོན་པོ་མཆོག་གི་བཀའ་དྲིན་ཤེས་པ་དང། འགན་ཁུར་ཡོད་པའི་ཐོག་ནས་གང་ཉིད་མཆོག་གི་ཐུགས་རེ་བཞིན་སྒྲུབ་མཁན་ཡིན་པ་མ་ཟད་སྒོས་སུ། དྲིན་ལན་ལོངས་སྤྱད་དུ་འགྲོ་རྒྱུ་མེད་པའི་གྲོས་ཚོགས་འདིའི་སྟེང་ནས་ཞུ་གི་ཡོད་ཅེས་གསུངས་ཡོད། དེང་འདི་ནི་ཞོགས་མགོར་རིན་པོ་ཆེ་གི་མཛད་པ་འཕྲིན་ལན་དང་འབྲེལ་བའི་ཐོག་ནས་ད་ང་ཚོ་གཙོ་བོ་ད་ད་འདི་གནས་སྟངས་བལྟས་པ་ཡིན་ན་དགུང་ལོ་བརྒྱ་ཆ་བརྒྱ་སོང་རེད། ད་ནི་ཤེ་བོ་ཕར་པ་འདྲ་བོ་བལྟས་པ་ཡིན་ན་དེ་འདྲས་ཀྱི་མཛད་འཕྲིན་ཤོང་ཡ་དེ་ཚོ་དེ་ཕ་ཇེ་ཁག་པོ་རེད། ཡིན་ན་དེ་འདྲས་ཀྱི་གནས་སྟངས་ལས་ཐུག་བ་ཡིན་ན་ཡང་གཙོ་བོ་བོད་མི་མང་དང་བོད་མི་རིགས་ཀྱིས་ཞོགས་མགོར་རིན་པོ་ཆེ་ལས་བློ་གཏད་སྐྱོ་བ་གཞི་བཟུང་གིས་དེ་འདྲས་མཛད་འཕྲིན་ཁག་དེ་ཚོ་ད་རྒྱ་ཆེ་རུ་དང་མཛད་འཕྲིན་ཁག་ལ་དོ་སྣང་བྱེད་མཁན་མང་རུ་འགྲོ་བསྡད་ཡ་གི་གནས་སྟངས་དེ་ཆགས་བསྡད་རེད། དེང་འདི་ང་རང་ཚོ། བོད་པའི་ངོས་ནས་བསམ་ན་ཡིན་ན་ཡང་མི་གསོད་ངོར་འབུ་ཆེ་གི་ཐུགས་རྗེ་བཀའ་དྲིན་ཤོང་བཞག་པ་དེ་ཚོ་བཀའ་དྲིན་ལས་ཚོར་བའི་ཐོག་ནས་ངོས་འཛིན་བྱེད་པའི་ཐོག་ནས་ཨ་ནི་ང་ཚོ་བཀའ་དྲིན་རྗེས་སུ་དྲན་དགོས་ཡ་སྐྱིད་དང་ཨ་ནི་དུས་ནམ་ཡང་ཨ་ནི་སྐད་ཅིག་ཕྲ་མོ་ཙམ་ལ་ཡང་ཨ་ནི་དྲིན་ལན་ལོང་སྦྱར་གི་ངོ་བོ་མ་འགྲོ་བ་བྱེད་ཐུབ་དགོས་ཡ་དེ་ང་ཚོ་ལས་འགན་གལ་ཆེ་ཤས་ནང་ནས་ཆེ་ཤོས་ཆགས་ཀྱི་འདུག། དེ་རིང་གྲོས་ཚོགས་ལས་ཉིན་དང་པོ་འདིའི་ཐོག་ནས་མཛད་རིམ་གཙོ་བོ་གཅིག་སྟེ་འཇམ་མགོན་རྒྱལ་བའི་རྒྱལ་ཚབ་དགའ་ལྡན་ཁྲི་ཐོག་བརྒྱ་དང་གསུམ་པ་རིན་པོ་ཆེ་མཆོག་དང་དེ་བཞིན་གྱི་གཡུང་དྲུང་བོན་གྱི་མངའ་བདག། སྐྱབས་རྗེ་སྨན་རི་ཁྲི་འཛིན་སུམ་ཁྲི་སོ་གསུམ་པ་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་པར་གཙོས་པའི། གཞུང་འབྲེལ་མྱ་ངན། རྗེས་དྲན་གྱི་གྲོས་ཆོད་གྲོས་འཆར་ལྔ་དང། ལྷག་པར་དུ། བོད་ནང་གི་རྫ་བྲག་གནས་སྟངས་ལ་གཞིགས་པའི་གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་བཅས་ཀྱི་ཐོག་ལ་ཡང། གྲོས་ཚོགས་འཐུས་མི་རྣམ་པས་ཚོར་བ་ཆེན་པོ་དང་བཅས་ཏེ་བགྲོ་གླེང་གི་འཆར་གཞི་བཞེས་གནང་སོང། བརྒྱ་དང་བཞི་བཅུ་ཞེ་བརྒྱད་པ་ཕྱི་ལོ་ཉིས་སྟོང་བཅུ་བདུན་སྤྱི་ཟླ་ལྔ་བའི་ཚེས་གཉིས་ཉིན་མདོ་སྨད་བསང་ཆུ་འབོ་ར་བ་འདུ་ནི་ཡན་པ་རང་ལོ་བཅུ་དྲུག་སོན་པ་ཤག་རྡོར་སྐྱབས་ལགས་དང། བརྒྱ་དང་བཞི་བཅུ་ཞེ་དགུ་པ་ཕྱི་ལོ་ཉིས་སྟོང་བཅུ་བདུན་སྤྱི་ཟླ་ལྔ་བའི་ཚེས་བཅོ་བརྒྱད་ཉིན་མདོ་སྨད་བྱང་ཚ་རྫོང་ནི་ཡན་པ། ད་དུང་གཞུང་འབྲེལ་མྱ་ངན་གུས་འདུད་ཀྱི་རྗེས་དྲན་གྲོས་ཆོད་གྲོས་འཆར་དང་བོད་ནང་གི་རྫ་དྲག་གནས་སྟངས་དང་འབྲེལ་བའི་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་ཐོག་ནས་བགྲོ་གླེང་གནང་སྐབས། སྤྱི་འཐུས་ཁ་ཤས་ནས་བོད་མིའི་སྒྲིག་འཛུགས་ཀྱི་འབོད་སྐུལ་ལྟར་བོད་མི་ཚོས་རང་ལུས་མེར་སྲེག་མ་གནང་རོགས་ཞེས་དང། དབུ་མའི་ལམ་དང་འབྲེལ་བའི་ཐོག་ལ་འཛིན་སྐྱོང་གི་ལས་དོན་གནང་ཕྱོགས་སྐོར། གདུང་སེམས་མཉམ་སྐྱེད་དེ་ལག་ལེན་ཐོག་འཁེལ་དགོས་སྐོར་དང། དེ་བཞིན་པཎ་ཆེན་རིན་པོ་ཆེ་མཆོག་གིས་གནས་སྟངས་ཤེས་རྟོགས་གནང་གལ་ཡིན་པ་སོགས་གསུང་མཁན་བྱུང་སོང། སོ་སོ་ཡིན་ནས་སྙིང་མ་ནས་དེ་འདྲས་ཞིག་འབོད་སྐུལ་ཞུ་ན་བསམ་ནས་ཡིན་ནས་བློ་ཁོག་གིས་མ་འགག་ནས་བསྡད་ཡོད་ཞུ་བས་ཡིན། ང་ཚོས་འབོད་སྐུལ་ཞུ་ཡས་འདི་འབོད་སྐུལ་ཙམ་རེད་མ་གཞི་ཁོ་རང་ཚོས་ཀྱི་ནུས་པ་དོན་གི་མི་འདུག་ཁོ་རང་ཚོས་ཕན་ཐོག་མི་འདུག་ཡག་པོ་མི་འདུག་ཡག་ཡག་ཡག་པོ་དང་སྡུག་ཅག་དང་འགྲིག་མ་འགྲིག་གི་སྐད་ཆ་རྩ་བ་ཉིད་ནས་མ་རེད་ཞུ་བས་ཡིན། སེམས་འཚབ་ཡོད་ཙང། ང་ཚོས་མི་འབོག་ཉུང་ཉུང་རེད། ན་ག་ཤེད་གསུང་གོ་རེད་མི་འབོག་ཉུང་ཉུང་ན་མི་འབོག་གི་ལས་འགུལ་སྤེལ་འོ་རེད་གསུང་གོ་རེད། མི་འབོག་ལས་འགུལ་སྤེལ་ཡ་དེ། མི་འབོག་ནང་གི་མི་ཡིག་གི་རང་དབང་རེད་མ་གཞི་དེར་ལས་འགུལ་སྤེལ་ལ་ནི་ལས་འགུལ་སྤེལ་ཡ་དེ་འདྲ་རྩ་བ་ནས་ཡོད་མ་རེད་ཞུ་ཨེ། མི་རེ་རེ་གི་སྲོག་དེ་དཔེ་གལ་ཆེན་པོ་ཡིན་ཙང། ཨ་ནི་ལས་འགུལ་མུ་མཐུད་ནི་སྤེལ་ཐུབ་ཡ་ལ། ཨ་ནི་འབོད་སྐུལ་ཞུ་གི་ཡོད་སོ་སོ་ཡིན་ནས་དེ་ལ་འབོད་སྐུལ་ཞུ་ཡ་ཡིན། མུ་མཐུད་ནས་འབོད་སྐུལ་ཞུ་ཡས་ཡིན། ཨའི་དམིགས་བསལ་གྱི་བཙན་བྱོལ་ནང་ཡོད་པའི་གཞོན་སྐྱེས་ལྷན་ཚོགས་ལས་འབོད་སྐུལ་ཞུ་ཡས་ཡིན། དེ་འདས་ན་མ་ན་རོ་ནགས་ལས་འགུལ། གཞན་པ་འདྲ་མིན་གང་འདས་བྱོན་ནས་དཔེར་ན་རོ་ནགས་སུ་སོ་སོའི་བློ་བཏང་གི་མ་ན་རོ་ནགས་ཞུ་འབོད་སྐུལ་ཞུ་ཡས་ཡིན།
ཁོང་རྣམ་པ་ཚོ་ལ་ཡང་གདུང་སེམས་མཉམ་སྐྱེད་དང་འབྲེལ་བའི་ཐོག་ནས་བྱང་ཨ་རིའི་མི་མང་གི་ངོས་ནས་ཨེ་ནེ་ཇེ་ཀར་སི་ཝུ་རེ་ད་རེའི་འབྱུང་འགྱུར་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་ལ་ཡང་རྒྱ་བོད་རིན་པོ་ཆེ་ལ་ཡང་ནོ་བེལ་ཞིང་བདག་འབུལ་བཞེས་མཛད་པའི་ཉིན་མོ་དང་ཨེ་ནེ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་སྟབས་མཐུན་པའི་ཐོག་ནས་ང་ཚོས་ད་ལྟ་ཅིག་ལྟ་ཞིབ་ཆ་ཆེ་བའི་ལས་འགུལ་སྤེལ་ཅིག་ཐག་ཆོད་དེ་ཡོད། གང་དང་ཅི་གང་ལ་གསེར་སྐད་རེ་ཞིག་གནས་གྱུར་ན་དེ་ལ་ཁོ་རེའི་འདབ་ཆགས་གསེར་དུ་གྱུར་ཟེར་ཏེ། གོང་ས་སྐྱབས་མགོན་ཆེན་པོ་མཆོག་འདི་འདྲའི་རྩ་ཆེན་པོ་ཞིག་ཡིན་པ་སོང་ཙང་ཁོང་གིས་ཨ་ནི་འདབ་ར་ན་ཡོད་རྒྱུགས་དགོས་ཨ་ནི་མི་མང་དེ་ཚོ་གཞུང་དེ་ཚོ་སྒྲིག་འཛུགས་དེ་ཚོ་ཡང་དེ་རེད་དེ་བས། གོང་ས་མཆོག་ལ་དེ་ས་བརྟན་འཇོག་གི་སྒང་ནས་ང་ཚོ་ལ་རེ་བ་ཆེན་པོ་ཅིག་རྒྱབ་ཡོང། རེ་བ་ཆེན་པོ་དེ་མ་ལགས་ཡག་གི་ཆེད་དུ་ང་རང་ཚོ་གི་ཡང་བོད་ནང་གི་བོད་མི་དེ་ཚོ་ལ་མིག་དཔེ་བཟང་བོ་ཅིག་བལྟ་དགོས་ཀྱི་འདུག་ཟེར་ན་དེ་ཅིག་ཡིན།
ཏང་གི་ཚོགས་ཆེན་ཕྱིར་འཁོད་པ་སྐབས་ལ་རྒྱ་ནག་གི་འགོ་ཁྲིད་དེ་ཚོ་འགྱུར་བ་འགྲོ་བ་དང། དེའི་སྟེང་ནས་མ་འོངས་པ་ལ་ང་རང་ཚོ་བོད་རྒྱ་གི་གནས་སྟངས་ཀྱི་ཐོག་ལ་ཡང་འགྱུར་བ་ཆེན་པོ་ཞིག་འགྲོ་གི་རེད་ཟེར་ནས། གཞུང་འབྲེལ་གྱི་ཡིག་ཆ་བསྒྲགས་གཏམ་དེ་འབྲེལ་གྱི་ནང་ལ་ཡང་འཁོད་ཡོད་རེད་ཁྱེད་ཚོ་དེ་འབྲེལ་གྱི་རེ་བ་དེ་ང་ཚོས་རྒྱབ་ཆོག་པོ་རེད། ཡིན་ན་ཡང་འདི་བའི་ལོ་རྒྱུས་ཀྱི་ནང་ལོགས་ལ། བོད་པ་གྱི་མི་དེ་ཚོ་ཤེས་བསྡད་པར་སྐད་ཆ་བྱོས་རེད་ད་རེ་བ་ལ་བོད་པ་གྱི་ག་འདྲ་ཞིག་གིས་བདག་པོ་རྒྱབ་ནས་བྱས་བསྡད་པ་ཇི་ལྟར་མཛའ་བའི་རེ་བ་བརླག་པའི་ཉིན་མོ་ནི་ད་ཚར་རེད་དེ་ཡིན་ན་ཡང། ང་རང་ཚོ་མང་པོ་ཞིག་རེ་བ་གཅིག་པོའི་སྒང་ནས་འགྲོ་བའི་སྐབས་ལ། ག་འདྲ་འདྲ་ཞིག་བྱེད་ཀྱི་ཡོད་དོ། འདི་ག་རླུང་འཕྲིན་ཁང་ནས་སྤྱི་འཐུས་ཁག་ཅིག་ལ་ཐེངས་འདིའི་གྲོས་ཚོགས་ཀྱི་གསོལ་ལྕོག་ཐོག་འཇོག་རྒྱུའི་གནད་དོན་ག་རེ་བསྣམས་ཕེབས་ཡོད་པའི་སྐོར་ལ་བཅར་འདྲི་ཞུས་པ་ཡིན། ལོ་ཙཱ་གཙོ་བོ་ང་ཚོ་དེ་ད་རེས་ཀྱི་གྲོས་ཚོགས་དེ་ལྷན་ཁང་ཁག་གི་ཅི་ག་དང་ལེན་འདོམས་དེའི་ཐོག་ལ་བཀའ་མོལ་གནང་ཡ་རོ་བ་ད་དེའི་ནང་ནས་དམིགས་བསལ་ང་རང་ཅིག་དོ་སྣང་སྤྲད་དགོས་བ་དེ་ཨ་ནི་ཕྱི་འབྲེལ་དང་འབྲེལ་བ་ཡོད་པའི་ཆགས་བསྡད་ཀྱི་འདུག་ཨ་ནི་རྒྱལ་སྤྱིའི་ཐོག་ལ་ཨ་ནི་རྒྱ་ནག། གཞུང་དེས་དབང་ཐང་ཆེན་པོ་སྤྱོད་པ་དང་འཛམ་བུ་ལས་མང་པོ་ཅིག་ལ་བོད་ཀྱི་གནད་དོན་འདིའི་ཐོག་ལ་ཤུགས་རྐྱེན་མང་པོ་ཅིག་སྤྲད་ཀྱི་ཡོད་དུས་འདིའི་ཐོག་ལ་ཅིག་དྲང་བདག་གྲོས་བསྡུར་བྱེད་ཡ་ང་ཚོའི་ངོས་ནས་ད་ག་ཟླ་བཙན་བྱོལ་སྒྲིག་འཛུགས་ངོས་ནས་འདི་ལ་གདོང་ལེན་བྱེད་སྟངས་འདིའི་ཐོག་ལ་ཅིག་གྲོས་བསྡུར་བྱེད་འདོད་ཅིག་བྱུང་སོང་འདི་ནང་བཞིན་ད་ང་ཚོའི་གི་བཙན་བྱོལ་སྒྲིག་འཛུགས་འདི་ད་ག་ཟླ་གལ་ཆེ་ཤོས་ཅིག་དེ་ང་ཚོ་ཤེས་རིག་ལས་ཁུངས་ཅིག་མཐོང་བསྡད་ཀྱི་འདུག། བཙན་བྱོལ་ནང་གི་གང་ལྟར་མི་རབས་གསར་པ་ཚོ་ལ་ཤེས་ཡོན་གྱི་ཐོག་གི་གནས་སྟངས་དེའི་ཐོག་ལ་གཅིག་གང་ལྟར་བགྲོ་གླེང་བྱེད་འདོད་ཅིག་བྱུང་མུས་སོང་དེ་ནང་བཞིན་ད་ལྷན་ཁང་ཁག་དང་ཐད་ཀར་འབྲེལ་བ་མེད་པའི་ཐོག་ནས་ད་ཕལ་ཆེར་ངས་ཡུལ་དུ་སྒྲིག་གཞི་དེ་གཅིག་སླེབས་ཡོང་གི་རེད་དྲན་གྱི་འདུག་གྲོས་ཚོགས་གསུམ་པའི་སྐབས་ལ་བྱུང་ཡོད་མ་རེད་ད་ལྟ་ཐག་གཅོད་དེ་ཡིན་དུས་ད་དེའི་ནང་ལ་གཅིག་བགྲོ་གླེང་བྱེད་ཡ་གི་འདོད་པ་ཅིག་བྱུང་སོང་དེ་ནང་བཞིན་ད་གང་ལྟར་བུད་མེད་ཀྱི་གནས་སྟངས་དེའི་ཐོག་ལ་ད་ང་རང་བུད་མེད་སྤྱི་འཐུས་ཡིན་པའི་ཆ་ནས་དེའི་ཐོག་ལ་ཡང་ང་རང་གཅིག་གང་ལྟར་ཕྲུ་གུ་བྱེད་ཡ་གི་འདོད་པ་བྱོས། རེད་ད། གཙོ་བོ་དེ་རེད་ད་ང་རང་ཚོའི་གི་ད་ད་ཕྱི་ཟླ་གསུམ་པའི་ནང་ལ་ནི་བཀའ་ཤག་ནས་ད་ད་བོད་ཀྱི་བུད་མེད་ཉིན་མོ་ཞེས་བཤད་གསུམ་པའི་བཅུ་གཉིས་དེ་ད་ག་ད་བུད་མེད་སྒེར་ལངས་ཡིན་དུས་བུད་མེད་སྒེར་ལངས་ཀྱི་ཉིན་མོའི

གྲོས་ཚོགས་ནང་ལོག་ལྷེ་ཡག་ཐ་གཅིག་དྲི་བ་དྲིས་ལན་གྱི་ལས་རིམ་ཇི་ཡོད་བསྡད་པ་རེད་སོང་ཙང་གཙོ་ཆེ་ཤོས་དེ་འདི་ཆགས་བསྡད་པ་རེད་ནི་དེ་མ་ཡིན་པའི་གི་ད་ཡང་འཇལ་ཡག་ལས་རིམ་འགྱུར་བ་ཕྱིན་པའི་ཐོག་ནས་ཡང་གཅིག་ནི་ཚོད་བྱུང་བ་ཡིན་ན་གཅིག་ལྟ་ཡག་རེད་མ་གཏོགས་གཙོ་ཆེ་ཤོས་དེ་ད་ལན་འདོམས་གང་རེད་ཨེ་ནི་དེ་ཡིན་དུས་ད་ལན་འདོམས་དང་ཚོད་གང་ལ་ཡག་ང་ཚོ་ད་སྤྱི་འཐུས་ཚང་མས་གི། ལྟར་བཟོ་དགོས་རེད། འབྲེལ་ཡོད་ལྷན་ཁང་གི་ངོས་ནས་ཕྱག་ལས་གནང་སྟངས་ཐོག་ལ་ཡང་དགོངས་ཚུལ། གཅིག་འདས་པའི་ལོ་གཅིག་ནང་ལོགས་ལ་ཡང་ཕྱག་ལས་དེ་གའི་དེ་བསྒྲིགས་ཡོད་དམ་མེད། ལྷག་པར་དུ་འབྱུང་འགྱུར་ལོ་གཅིག་ནང་ལོགས་ལ་ཡང་ཡང་གཅིག་ལྷན་ཁང་ཁག་ངོས་ནས་ཡང་ཕྱག་ལས་གནང་སྟངས་ཐོག་ལ་ཡང་ལམ་སྟོན་གཅིག་དེ་འདྲས་གཅིག་ཁར་བཟོ་དགོས་རེད་ལྟ་གཙོ་ཆེ་ཤོས་ཆགས་བསྡད་ཡོད་རེད་གསུངས་འདུག། ཚང་ལ་སྐུ་སྒེར་ལྟ་བུ་ཡིན་ན་ད་གཅིག་ལྷན་ཁང་ནང་ལོགས་ནས་གལ་ཆེ་བ་གཅིག་ག་རེ་དགོངས་གནང་གི་འདུག་རྒྱུ་མཚན་ག་རེ་ཡིན་ན། ད་ལྷན་ཁང་འདི་གལ་ཆེན་པོ་རེད་ཅེས་ཅི་ངས་དམིགས་བསལ་ལབ་ཐུབ་ཀྱི་མ་རེད་བསམ་གྱི་འདུག་ག་རེ་ཞུས་པའི་ནང་ཚུལ་ཡང་ང་རང་ཚོས་ཀྱིས་དམིགས་བསལ་གནས་སྟངས་ཅིག་ཡོད་བསྡད་པ་ཅི་རེད་ལྷག་པར་དུ་ང་རང་ཚོའི་ལྷན་ཁང་འདི་གའི་འདིའི་ད་ཅིག་ཚང་མ་གནད་འགག་རང་ཆགས་བསྡད་ཡོད་རེད་ད་ཅིག་ཁར་སོ་རེད་ཕྱི་དྲིལ་རེད་ད་ནང་བཞིན་གྱི་ཤེས་རིག་རེད་འཕྲོད་བསྟེན་རེད་ཆགས་སྟངས་ཅིག་ད་གང་ཅི་གལ་ཆེན་པོ་ཆགས་བསྡད་ཡོད་རེད་སོང་ཙང་ད་འདི་གའི་འདི་ཆ་ཚང་གང་ལ་ཡང་ཚང་མས་ཀྱིས་ཐུགས་སྣང་གནང་ཅེས་ནི་ཅིག་བགྲོ་གླེང་ནང་ལ་ཡང་མཉམ་ཞུགས་གནང་ཡང་ད་ནི་ལྷག་པར་དུ་ད་ང་རང་ཚོ་ཚང་མས་ཀྱིས་ཅིག་དགོངས་པ་རྒྱ་ཆེན་པོ་བཞེས་པའི་ཐོག་ནས། སྤྱི་པ་ལ་ཡར་ལྟ་གང་བྱས་འབྱུང་འགྱུར་གང་ཚུགས་ག་རེ་ཕན་ཐོགས་དགོས་ཀྱི་འདུག་འདིའི་དགོངས་པ་བཞེས་པའི་ཐོག་ནས་ཡང་བཀའ་མོལ་གནང་དགོས་རེད་གསུང་གི་འདུག་གནང།
ད་གལ་ཆེ་ཤོས་དེ་ད་ལྟའི་ང་ཚོ་ངེད་ཅག་སྤྱི་འཐུས་དུ་བསམ་ཚེ་ཆེ་ཡིན་དུས་གང་དེ་ས་གནས་ཀྱི་གནས་སྟངས་མང་པོ་ཞིག་མཐོང་ཡོད་རེད་ཨ་དེ་ཚོ་ང་ཚོ་ཡར་ལྷན་ཁང་ཁང་ཚང་མ་ལ་བཏང་ཡོད་རེད་ཡང་འདིའི་རྒྱུགས་སྐྱོང་བྱེད་དགོས་ཡ་གནས་ཚུལ་རིགས་འདི་ད་ད་ལྟའི་ལས་བསྡོམས་ནང་ལ་ག་རེ་ག་རེ་འདུག་དེ་ཚོ་གཅིག་ཞིབ་ཚགས་བྱས་ཨ་ནི་ཡང་ད་དུས་ཆེ་ནས། ཕྱིང་བའི་སྒང་ལ་ཡང་མི་དམངས་ནང་ལ་ཡང་འོས་བསྡུའི་སྒང་ལ་བསམ་ཚུལ་མང་པོ་ཞིག་འདུག་བྱས་ཙང་ད་འོས་བསྡུ་གི་བསྐྱར་བཅོས་ཀྱི་ལས་རིམ་འདི་གླེང་བ་ཡིན་ན་ཡང་འདིའི་ནང་ལ་ནི་དམིགས་བསལ་གྱི་ཡང་མི་དམངས་ཀྱི་བསམ་ཚུལ་སྤུངས་དགོས་ཡ་གལ་ཆེན་པོ་ག་ཤེད་ཅིག་ཡོད། ཨ་འདི་སྨན་པ་ཡང་ས་གནས་ས་ཐོག་ནས་ཡང་འབོད་སྐུལ་ཞུས་ཤེས་པའི་གི་ད་གནས་ཚུལ་མང་པོ་ཅིག་ཡོད་ད་འདི་ཚོ་དེ་གི་ད་ལས་རིམ་ནང་ལ་ག་བའི་གནས་ཚུལ་ག་བ་གླེགས་ཡོད་ན་འདི་ལ་དཔག་པའི་གི་ནི་ང་གྲ་སྒྲིག་ཡོད་ཤེས། གཞིས་ཆགས་དང་འབྲེལ་བའི་སྒང་ལ་ད་ཅིག་ཡག་སྙན་སང་ཞུ་གཏུགས་གནང་དགོས་ཡ་གཙོ་བོ་ཅིག་དེ་ག་རེ་ཆགས་ཀྱི་ཡོད་ན།

ད་གནད་དོན་མང་པོ་ཅིག་ཡོད་རེད་ཡིན་ན་ཡང་ད་ལྟ་གལ་ཆེ་ཆེ་རོགས་ཚང་མ་གལ་ཆེན་པོ་ཆགས་ཀྱི་འདུག་ད་ད་ལྟ་གཅིག་གནད་དོན་གཅིག་གི་ཐོག་ནས་གསུམ་གསུངས་པ་ཡིན་དུས་གང་ནས་ད་ང་རང་དངོས་ནས་བྱས་མིན་ན་ད་ཨ་རི་དང་ཡུ་རོབ་ཁུལ་ལ་ད་བོད་པོ་མང་པོ་བཞུགས་ཀྱི་སླེབས་འདུག་བ་རེད་དེ་ཡིན་དུས་ད་ད་ལྟ་ཤུ་གུ་སྒྲིབ་པ་མང་ཐག་ཆོད་ཅིག་ཡོད་རེད་ཡིན་ན་ཡང་ད་ལྟ་ད་ཤུ་གུ་མ་སྒྲིབ་པའི་ད་ལྟ་མང་པོ་ཤར་ཡོད་རེད་དེ་ཡིན་དུས་ཁོང་ཚོའི་ཐོག་ལ་ད་ང་ཚོ་ཤུགས་དངོས་ནས་ག་འདྲེ་རྒྱག་དགོས་ཀྱི་འདུག་ཁོང་ཚོ་བོད་རིགས་གཙང་གཙང་ཅིག་རེད་ང་ཚོ། ཁྲིམས་ཐོག་ནས་སླེབས་ཡིན་ནི་རེད་ཁྲིམས་འགལ་སླེབས་ཡིན་ན་ང་ཚོ་བོད་བོད་རིགས་ཅིག་ཡིན་པ་ཡིན་དུས་ང་རང་ཚོ་བོད་མིའི་སྒྲིག་འཛུགས་དང་ང་རང་ཚོ་ད་ཚོགས་པ་ཁག་གི་དངོས་གནས་ཁ་ཡོད་ལག་ཡོད་ཀྱི་ཁོ་ཚོ་གི་ད་དཀའ་ངལ་དེ་སེལ་སེལ་ཐབས་བྱས་ཏེ་ང་ཚོ་ལས་འགན་ཅིག་ཆགས་བསྡད་ཀྱི་འདུག་བསམ་གྱི་འདུག་དེ་ཡིན་དུས་ད་ལས་འགན་དེ་སེལ་བ་ལ་ང་ཚོ་དབང་ཆ་ཡོད་མ་རེད་གཞན་དབང་སྟབས་བསྟུན་ཡིན་པ་ཡིན་དུས་ད་ང་ཚོ་དངོས་གནས་གནད་ཡོད་ཀྱི་མི་སྣ་ད་སུ་དང་སུ་ཡིན་པ་ཡིན་ན་འདི་ཚོ་ལ་ཐད་ཀར་ཐུག་རྗེས་ཁོ་ཚོ་ལ་སྐྱབས་འཇུག་ཞུས་རྗེས་ང་ཚོ། བོད་ལ་དཀའ་ངལ་ཡོད་པ་དེ་གསལ་བཤད་ཡག་པོ་དང་ང་ཚོ་མཐར་ཕྱིན་པ་ཞིག་བཤད་ཡོད་པ་ཞིག་ཡིན་པ་ཡིན་འདུག་ག་ནས་འདི་ཁུངས་སྐྱེལ་ར་སྤྲོད་ཀྱི་ཐོག་ནས་ཅིག་ཞུས་རྗེས་ཏན་ཏན་དེ་ཐ་ནོམ་ཅིག་ཡོང་ཐུབ་ཀྱི་རེད་གསུང་གི་འདུག་རེད་བ། དེ་ལས་སླ་པོ་མ་རེད་ཤག་དེ་འདྲའི་སྤྱི་དང་ད་ཚོགས་ཆུང་ནས་བཤད་པས་ན་ང་ཚོ་ད་རྒྱ་ནག་གཞུང་གི་དེང་སང་ད་ཕྱི་རྒྱལ་ཡུལ་ཁག་ལ་ཕྱིན་རྗེས་ཚོགས་པ་ཚོགས་པ་ཡོང་རྗེས་ཁོ་ཚོས་ཀྱི་པས་ཧམ་བཤད་ཅིག་བྱས་རྗེས་བོད་ནས་ཡོང་པ་ཡིན་ཟེར་རྗེས་བླ་མ་འདྲ་བོ་དེ་འདྲ་གྲྭ་ཆས་རོགས་གྱོན་རྗེས་དངོས་ནས་ཡིན་མིན་ཧ་གོ་གི་མི་འདུག་ཡིན་ན་ཡང་ཁོ་ཚོ་ཡོང་རྗེས་ཨ་ནི་རྒྱ་སྐད་ཐོག་ནས་མ་བཤད་རྗེས་སྔ་མོ་ད་བོད་ཟེར་གྱི་དེ་བེད་སྟེ་གར་སོང་རེད་ད་ཁོ་ཚོས་ནམ་རྒྱུན་ནས་བཤད་བསྡད་མཁན་བྱས་བར་བ་ཡོང་གི་རང་དབང་མེད་བ་དང་ཁོ་ཚོ་གདུག་རྩུབ་ཅན་ཡིན་པ་དང་དེ་འདྲས་ཀྱི་ཐོག་ནས་ད་ད་ལའི་བླ་མ་གྱི་ད་ལྟ་རང་ལུས་མེ་སྲེག་བཏང་མཁན་ཚང་མ། ཏཱ་ལའི་བླ་མ་གིས་བཟོས་པ་རེད། ཏཱ་ལའི་བླ་མ་གིས་འབོད་སྐུལ་བྱེད་ཀྱི་ཡོད་རེད། འདི་གིས་བྱས་པ་རེད་ཅེས་ཁོ་ཚོར་དྲི་བ་དྲིས་ལན་གནང་ལ་སྟུག་ཅིག་བཤད་རྗེས་ཁོ་ཚོ་ཧམ་པ་བཤད་བཞིན་ཡོད་ན་ཡུ་རོབ་རྒྱལ་ཁབ་ག་བ་ག་སར་འགྲོ་བསྡད་ཀྱི་འདུག་འདི་ལ་ང་ཚོས་དངོས་གནས་ཅིག་ང་རང་ཡིན་པ་ནས་ཐེངས་གཅིག་གཉིས་བྱས་པ་ཕྱིན་ཆད་ཁོ་ཚོ་ལ་ཐད་ཀར་བར་དྲི་བ་གཏང་ཡ་རེད་བོ་ད་འདི་འདྲའི་གོ་སྐབས་བྱུང་འདི་ད་ང་ཚོ་ཚང་མས་གནང་དགོས་ཀྱི་འདུག་བསམ་གྱི་འདུག་མ་འོངས་པ
ཐེངས་འདིའི་གྲོས་ཚོགས་འདི་ལས་བསྡོམས་གྲོས་ཚོགས་ཆགས་ཀྱི་ཡོད་པ་ལྟར་སང་ཉིན་ནས་ཡོང་རྒྱུ་འདས་པའི་གྲོས་ཚོགས་ལས་ཉིན་དགུ་པོ་འདིའི་རིང་ལ་ཡ། ཀང། སྤྱི་ལོ་ཉིས་སྟོང་བཅུ་དྲུག་བཅུ་བདུན་ལོའི་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་དང་བཅས་པའི་ཀི་ཨ་ནི་ལས་བསྡོམས་ཁག་སྙན་སྒྲོན་དང་འདིའི་ཐོག་ལ་ཡ། གྲོས་ཚོགས་འཐུས་མི་རྣམ་པས་བགྲོ་གླེང་བཀའ་བསྡུར་དང་ལན་འདེབས་གསལ་བཤད་བཅས་ཡོང་གི་ཡོད་རེད། ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་གི་པར་པ་བསྟན་འཛིན་འཕྲིན་ལས་ལགས་དང་མཉམ་དུ་ང་བསྟན་འཛིན་ནོར་བཟང་ཡིན།